ཀུན་དགའི་བྱང་ཆུབ་ཀྱི་སེམས་དེ་གང་ཡིན་ཅེ་ན་བྱམས་སྙིང་རྗེ་རེད། བྱམས་པ་སེ་བྱས་ནས། རང་དེ་མ་ཡིན་པ་ཅིག་གཞན་སེམས་ཅན་ཐམས་ཅད། བདེ་བ་ལ་བདེ་བ་ལ་འགོད་འདོད། བདེ་བ་དང་བདེ་བ་དང་ལྡན་ན་བསམ་པ་དེ།

རང་ཕྱོགས་དང་གཞན་ཕྱོགས་ཀྱི་ཆགས་སྡང་ཕྱོགས་རིས་མེད་པར་བཏང་སྙོམས་བྱས་ནས། བྱམས་སྙིང་རྗེའི་དགའ་བ་བཏང་སྙོམས་སུ་བྱས་ནས་ཚད་མེད་བཞི་ལ་བློ་སྦྱངས་ན། དེ་ནི། ཀུན་རྫོབ་བྱང་ཆུབ་ཀྱི་སེམས་ཟེར་མཁན་དེ་བློ་སྦྱོང་ཡིན་པ་རེད། ད་དོན་དམ་བྱང་ཆུབ་ཀྱི་སེམས་ཟེར་མཁན་དེ། དེ་ནི། གོམས་འདོགས་ལ་མ་གཏོགས་དོན་དམ་བྱང་ཆུབ་ཀྱི་སེམས་ཟེར་མཁན་དེ། དགུ་ཡོད་པ་རེད། ད།

བ་དང། གནས་ལུགས་དེ་ལ་བཞག་པའམ་གནས་ལུགས་དེ་སྐྱོང་ཐུབ་པ་དེ་ལ་རིག་པ་ཟེར། གནས་འགྱུར་རིག་གསུམ་ཟེར་བྱས་ནས་སེམས་ཀྱི་གཞི་རྩ་གཅོད་ཅིང་སེམས་ཀྱི་སེམས་དེ། དཔེར་ན། ད་ལྟ་གོང་དུ་ཞུས་པ་ནང་བཞིན་ཀུན་རྫོབ་བྱང་ཆུབ་ཀྱི་སེམས་དེ་བྱམས་སྙིང་རྗེ་སྒོམ་པ་དེ།

སྟོང་ཉིད། སྟོང་པ་ཉིད་ལ་བ། གང་སོང་རེད། མཉམ་པར་བཞག་སོང་ནས། དང་པོ་བློ་སྦྱོང་བ་རེད། བློ་མ་སྦྱང་བ་ལ་སྟོང་ཉིད་རྟོགས་པ་ལྔས་བ་སོང་ནས། བློ་མ་སྦྱང་བ་ལ་སྟོང་ཉིད། སྟོང་ཉིད། བསྟན་ན། དེ་སྟོང་ཉིད་དེ་གང་ཡིན་ཞེ་ན། རང་བཞིན་གྱི་སྟོང་ཉིད་མ་རེད། ཡོང་གི་ཡོད་མ་རེད།

བྱམས་སྙིང་རྗེ་དེ་ནི་བྱམས་པ་དང་སྙིང་རྗེ་རང་རྒྱུད་ཡག་པོ་མཐུན་སོང་ན། དེ་ནི། གཏོར་མ་གཉིས་ཀྱི་ངང་ལ་མཉམ་པར་བཞག་ནས་ད་ལྟའི་གོང་དུ་བཤད་པ་ནན་བྱེད་ཅིག། དེ་ནི་གནས། རྒྱུ། རིགས་གསུམ་གསལ་བྱེད་ནི། བ་དག། ཚིག་རྐང་གསུམ་མ་གཏོགས་ཡོད་པ་མ་རེད་དེ། ཚིག་རྐང་གསུམ་པོ་དེ་ལ་གནས་ལུགས་ཀྱི་དོན་ཐམས་ཅད་འདུས་ཡོད་རེད། གཏོར་མ་དང་དེ། གནས། གནས། རྒྱུ། རིགས་གསུམ་གྱི་ངང་ལ། མཉམ་པར་བཞག་ནས།